ཡོན་ཆབ་འབུལ་སྟངས། དང་པོ། ཡོན་ཆབ་ནི་བླ་མ་དང་དཀོན་མཆོག་ལ་འབུལ་བའི་མཆོད་རྫས་ཤིག་ཡིན། འདི་ནི་ཆུ་གཙང་མའི་ནང་དུ་དྲི་མ་ཞིམ་པོ་དང་མེ་ཏོག་སོགས་མཉམ་དུ་བླུགས་ནས་ཕུལ་བའི་མཆོད་པ་ཞིག་རེད། གཉིས་པ། སྤྱིར་སངས་རྒྱས་ཀྱི་མདོ་དང་སྔགས་ཀྱི་ནང་དུ་མཆོད་པ་འབུལ་སྟངས་སྐོར་མང་པོ་གསུངས་ཡོད་རེད། བོད་ལ་ཡིན་ན་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཕེབས་པའི་སྐབས་སུ། ཁོང་གིས་བོད་ཀྱི་ཆུ་ཧ་ཅང་གཙང་མ་ཡིན་པ་ཧ་གོ་ནས། ཁོང་གིས་ག་དུས་ཡིན་ན་ཡང་ཆུ་ཡི་མཆོད་པ་ཕུལ་ཙང་བོད་ཀྱི་ས་ཆ་ཚང་མ་ལ་ཡོན་ཆབ་འབུལ་བའི་ལུགས་སྲོལ་བྱུང་བ་རེད། གསུམ་པ། དང་པོ་ཏིང་ཕོར་གཙང་མ་ཕྱིས་ནས་གྲལ་ཁ་བཏུག་བཞག། ཏིང་ཕོར་གཉིས་ཀྱི་བར་ལ་ནི་འབྲུ་གཅིག་གི་ཚེ་སྟོང་པ་བཞག་གོ། རེད་དེ། ནས་གཡས་ནི་གཡོན་ལ་ཆུ་གཙང་མ་ག་ལེ་བླུག་དགོས་པ་དང། བྱུང་ན་ཆུ་ཡི་ནང་དུ། དྲི་མ་ཞིམ་པོ་དང་ཚོན་མདོག་སྙིང་རྗེ་མོ། མེ་མདོག་སོགས་བླུག་ན་ཡང་འགྲིག་གི་རེད། དེ་མེད་ན་ཆུ་གཅིག་པོ་ཡིན་ནས་འགྲིག་གི་རེད། ཆུ་བླུག་བའི་སྐབས་སུ་ཨོམ་ཨ་ཧུང་ཞེས་འདོན་དགོས་རེད། སེམས་ལ་ཆུ་དེས་མི་གཙང་བ་ཚང་མ་དག་པ་དང། སངས་རྒྱས་དང་བྱང་ཆུབ་སེམས་དཔའི་བྱིན་རླབས་ཚང་མ་ཁྱེད་རང་ལ་ཐིམ་སོང་བསམ་དགོས་རེད། བཞི་པ། སྤྱི་བཏང་བྱས་ན་ཏིང་ཕོར་དུས་ཡུན་བཤམ་གྱི་ཡོད་རེད། དེ་ག་རེ་བྱས་ནས་རེད་ལབ་ན་སྔོན་མ་རྒྱ་གར་ཡུལ་གྱི་ཆོས་བྱེད་པའི་སྐབས་སུ་མཆོད་པ་དུས་ཡུན་འབུལ་གྱི་ཡོད་རེད། དེ་འདྲ་ཡིན་དུས་དེང་སང་དུས་མཚར་ལབ་ནས་ཏིང་ཕོར་དུས་ཀྱི་ནང་དུ་ཡོན་ཆབ་འབུལ་གྱི་ཡོད་རེད། ལྔ་པ། ཡོན་ཆབ་གཙང་མ་མེད་པ་དང། ཁ་མ་བསྐངས་པ། ཕྱི་ལོགས་ལ་འཕོས་པ། ཏིང་ཕོར་གཅིག་གིས་གཅིག་ལ་ཐུག་པ། ཧ་ཅང་བར་ཐག་རིང་པོ་ཀྱོག་ཀྱོག་བཞག་པ་སོགས་བྱས་ཡོད་མ་རེད། དྲུག་པ། ཡོན་ཆབ་བུས་ན་བསོད་ནམས་གསོག་པ་དང་སེར་སྣ་ཆུང་དུ་འགྲོ་བ་སོགས་ཀྱི་ཕན་ཡོན་ཡོད།